ཡང་སྔགས་ཚང་མ་ཐམས་ཅད་ལ་ཨོམ་དེ་ཡོད་རེད། ཨོམ་ཟེར་མཁན་དེ་དཔེར་ན་སྒྲོལ་མ་མདུན་ན་ཡོད་རེད། ཨེ་ནས་སྤྱན་རས་གཟིགས་གཟུངས་སྔགས་མདུན་ན་ཡོད་རེད། ཨོམ་དེ་ད་སྔགས་ཚང་མ་ཐམས་ཅད་ཀྱི་མགོ་འདྲེན་རེད། དེ་ལ་ཨོམ་དེ་ཨོམ་ཟེར་མཁན་ཡི་གེ་དེ་སྤྱན་རས་སྤྱི་དང་ཡིན་ན་སྐུ་གསུང་ཐུགས་སྐུ་གསུང་ཐུགས་གསུམ་གྱི་རྡོ་རྗེ་གི་མཚོན་བྱེད་རེད། དེ་མཚོན་བྱེད་དེ་ག་རེ་ཟེར་ན་དཔེར་ན་ཨ་ཨོམ་ཟེར་ཡ་དེ་ཡི་གེ་གསུམ་གྱིས་འདྲུལ་བའི་ཨོམ་རེད་ཨོམ་དེ་ང་རང་ཚོས་ནི། ཡི་གེ། ཡི་གེ། ཡི་གེ། ཡི་གེ་གསུམ་ཡོད་རེད། ཡི་གེ་གསུམ་པོ་དེ་ག་རེད་ཟེར་ན་ཨ། ཨུ། མ། ས། ཨ་ཡིག་སའི་ཨ་དེ་ག་རེ་རེད་ཟེར་ན་ཨ་དེ་ཨ་དེ་གསུང་རེད་ཨ་དེ་གསུང་ཨ་ཡིག་གསུང་ཞེས་བརྗོད་བྱ་དེ་ས་ཨ་ཡིག་དེ་ཨ་ཨ་ནི་ཡིག་འབྲུ་ཀུན་གྱི་ཕྱོགས་སུ་ཨ་དེ་ཨ་དེ། ཨ་ཨ་གསུང་རེད། དེ་ནས་ཨུ་ཟེར་ཡས་དེ་ཨུ་ཡིག་ཀུ་རུ་བརྗོད་པར་བྱ། ཨོ་སི་ཡེ་དེ་ད་ཨ་ལ་ཨུ་སྦྱར་ན་ཨོ་ཆགས་ཀྱི་ཡོད་རེད། ཨ་ཡེ་གང་ལ་ཨུ་སྦྱར་ན་ཨོ་ཆགས་ཀྱི་ཡོད་རེད། དེ་ཨོ་དེ་ལ་ཨོ་དེ་ཀུ་རེད། དེ་ནི་མ་དེ་མ་ཡིག་ཐུག་ཐུག་གི་རྡོ་རྗེ་དེ་སོ། ཨ་ཨུ་མ་དེ་དེ་ནི་གསུང་སྐུ། ཐུགས། དེ་འདི་རྡོ་རྗེ་གསུམ་གྱི། ཚུལ་གཅིག་རེད་ད་དེ་འདྲ་ཡིན་སོང་ཙང་གི་ཨོམ་ཟེར་མཁན་དེ་བརྗོད་པ་ཙམ་གྱིས་གི་ཨོམ་ལ་སྤྱིར་བཏང་དོན་དག་བརྒྱད་ཡོད་རེད་མཆོག་དང་ནོར་དང་མང་པོ་གཏེར་ཡས་ཀྱི་མཚོན་བྱེད་ཡོད་རེད་སྐལ་བ་བཟང་པོ་དང་དེ་ན་ད་མཆོག་ཟེར་ན་མཆོག་གི་དངོས་གྲུབ་ཟེར་གི་ཡོད་རེད་བ། ཨེ་ནས་ནོར་ཟེར་མཁན་སྤྱིར་བཏང་འཇིག་རྟེན་པའི་རྒྱུ་ནོར་ལོངས་སྤྱོད་དང་ཨེ་ནས་ཆོས་དང་འབྲེལ་བའི་ལོངས་སྤྱོད་ཟེར་ན་འགྲིག་རེད་བ། དེ་འདྲའི་གི་ད་ཨོམ་གི་དོན་དག་བརྒྱད་ཡོད་རེད་ཚང་མ་ཞུས་མ་དགོས་བ་གཙོ་བོ་དེ་ཨོམ་གི་ད་མཆོག་གཏེར་ཡས་ཀྱི་མཚོན་བྱེད་རེད། ཨོམ་བྱས། འོ་ད་དེ་ནས། དེ་ནས་ད་དཔེར་ན་ང་ཚོ་ད་སྤྱན་རས་གཟིགས་ཀྱི་སྔགས་འདྲ་ཞིག་གི་མིང་ཞུ་མིང་འདྲ་ཞུ་དོན་དག་འདྲ་ཞིག་རོབ་རོབ་ཞུ་ནི། ཨོམ། མ་ནི། མ་ནི་སི་ཀི་ཏུ་ཨ། པདྨའི། ཧཱུྃ་ཟེར། ད་དེ་ལ། དེ་ལ་ཡི་གེ་འདི་ལ་དེ་ལ་ཡི་གེ་དྲུག་ཡོད་རེད་ཡི་གེ་ཡིག་དྲུག་སི་ཀི་ཏུ་ཨ་ཡི་གེ་དྲུག་ཟེར་ཡས་ཏེ། ཡི་གེ་དྲུག་ཟེར་ཡས་ཏེ། སྔོན་གནས་ཚང་ནས། ནོར་དེ་ཡོད་རེད། ཡི་གེ་དྲུག་མ་རེད། ཡི་གེ་དྲུག་གི་ཚད་ཀྱི་མ་རེད་ཡི་གེ་ཕལ་ཆེར་སུམ་ཅུ་ཡོད་ཀྱི་རེད། ཡི་གེ་སུམ་ཅུ་ཡོད་ན་མ་ཉི་ཤུ་རྩ་གྲངས་ཡོད་ཀྱི་རེད་དཔེར་ན་ཨོམ་ལ་ཡི་གེ་གསུམ་ཡོད་ལབ་སོང་ཨ། མ་གཅིག་རེད་བ། ནི་ལ་གཉིས་ཡོད་རེད། ཨེ་ནི། ཨེ་ནི། ཨོམ་ལ་གསུམ་ཡོད་ན། གཅིག་གསུམ་རེད། མ་གཅིག་རེད། བཞི་བྱེད། ནི། ནི་ལ། ན་ད་གི་གུ་འདུག་ཨ། ཨེ་ནས་གཉིས་བྱས་དེ་དྲུག་ཆགས་སོང་ཨེ་ནས་པས་པས་དེ་ལ་པ་དང་བ་ད་བྱས་དེ་གཉིས་ཆགས་སོང་བརྒྱད་ཆགས་སོང་ཨ་མས་དེ་ལ་མ་དང་ཨས་བྱས་དེ་བཅུ་ཆགས་སོང་ཧཱུྃ་དེ་ལ་ཧ་དང་ཨུ་དང་ང་དང་སྦྱར་ན་དེ་མང་པོ་ཆགས་སོང་ཡིག་ཡིག་དྲུག་མ་རེད་དེ་ཡིག་དྲུག་བསྲེས་དེ་ང་ཚོ་ཡིག་དྲུག་བསྲེས་དེ་ཡིག་སྤྱི་དང་འབྲུ་དྲུག་རེད་འབྲུ་དྲུག་རེད་ཡི་གེ་དྲུག་གི་ཚིག་མ་རེད་དེ་ཡིན་དུས་ཀྱི་ཨོམ་དེ་ཡི་གེ་དཀར་པོ་རེད། ང་རང་ཚོས་དུས་རྒྱུན། ཡི་གེ་འབྲུ་དྲུག་པོ་དེ་བྲིས་ཤག་དུས་སྐབས་དང་ཨོམ་དཀར་བོ་ཟེར་གི་འདུག་ཨོམ་དཀར་བོ་དེ་ཡིན་དགོས་པའི་རྒྱུ་མཚན་ཁོས་ལྷ་ཡི་ཡུལ་ལ། སྐྱེ་འཆི་གི་སྡུག་བསྔལ་ཡོད་འཆི་འཆི་འཕོ་ལྟུང་གི་སྡུག་བསྔལ་ཡོད་རེད་དེ་ཚོ་སྦྱངས་ནས་རང་ཉིད་དེ་ནས་ལྷ་ཡུལ་ལ་སྐྱེ་བ་མི་འཛིན་ང་ཤོག་ཟེར་ལ་སྨོན་ལམ་རྒྱག་གི་རེད་བོད་པ་མང་པོ་ཀས་དེ་འདྲའི་ཆེ་ཤེས་ཀི་ཡོད་མ་རེད་ད་ལྷ་ཡུལ་ལ་སྐྱེ་ཡི་སྨོན་ལམ་རྒྱག་འདུག་གི་འདུག་མ་ནི་བགྲང་གི་བགྲང་གི་ལྷ་ཡུལ་སྐྱེ་ཡི་སྨོན་ལམ་རྒྱག་འདུག་གི་འདུག་ད་ནོར་བུ་རེད་ད་དཀོན་མཆོག་གསུམ། ལྷ་ཡུལ་ལ་སྐྱེས་མི་སྐྱེས་ཤོག་ཟེར་ན་དེ་ནི་ཨོམ་ལབ་གི་ཡོག་རེད། ཨེ་ནི་མ་ཟེར་ཡས་དེ་མ་ཟེར་ཡས་དེ་ལྗང་གུ་རེད། མ་དེ་ལྷ་མ་ཡིན་གྱི་ལྷ་མ་ཡིན་གྱི་དེ་ནི་ཨེ་ནི་ཡུལ་ལ་ཨེ་ནི་འཐབ་རྩོད་གི་སྡུག་བསྔལ་ལ་དཔེ་མང་པོ་ཡོག་རེད་དེ་ཚོ་ཐམས་ཅད་དེ་ཚོ་ཐམས་ཅད་ཀྱི་ལྷ་མ་ཡིན་གྱི་འཐབ་རྩོད་གི་སྡུག་བསྔལ་སྦྱངས་ནས་རང་ཉིད་ལྷ་མ་ཡིན་གྱི་ཡུལ་ལ་སྐྱེས་བ་ཙམ་ལས་མི་ལེན་ཤོག་ཟེར་ན་ཡང་སྨོན་ལམ་རྒྱག་གི་ཡོག་རེད་ཨོ་དེ་ལྷ་མ་དེ་ལྗང་གུ་རེད་མ་ལྗང་གུ་རེད།

མི་ཡི་སྐྱེ་བ་མི་ལེན་ཤོག། མི་ཡི་སྐྱེ་བ་མི་ལེན་སྡུག་བསྔལ་ག་རེ་ཡོད་ཟེར་མི་ལ་སྐྱེ་རྒ་ན་འཆི་སྡུག་བསྔལ་ཆེ་དྲགས་ནས་སྐྱེ་བ་ལེན་ནས་ཆོ་མི་འདུག་བསམ་ནས་ཀྱི། ཨེ་ནི་མི་ཡི་སྐྱེ་རྒ་ན་འཆི་གི་གྲངས་བདེ་བའི་མྱང་བདེ་བའི་ཀྱི་མི་ཡུལ་ལ་སྐྱེ་བ་བརྩམས་ནས་མི་ལེན་ཤོག་དེ་ཚོ་ཐམས་ཅད་སྡུག་བསྔལ་གྲོལ་བར་ཤོག་ཟེར་ན་ཨེ་ནི་མ་ནི་གྲངས་དགུ་བའི་དག་གི། མི་ཡུལ་སྐྱེ་བ་ཤོག་ལྷ་ཡུལ་ལ་སྐྱེ་བ་ཤོག་བདེ་འགྲོ་ལ་སྐྱེ་བ་ཤོག་ཟེར་སྨོན་ལམ་རྒྱག་གི་འདུག་བ་དཔེ་རི་ནོར་དེ་ཡོད་རེད། བདེ་འགྲོ་ཟེར་ན་ལྷ་ཡུལ་དང་མི་ཡུལ་ལ་སྐྱེ་བའི་སྨོན་ལམ་རྒྱག་གི་འདུག་དེ་ནི་མ་ཎི་བྲང་ནས་གར་ཕེབས་ཏེ་མ་ཎི་བྲང་ཆོག་གི་མ་རེད། མི་ཡུལ་དང་ལྷ་ཡུལ་སྐྱེ་སྨོན་ལམ་རྒྱག་འདུག་མ་ཎི་བྲང་ཆོག་གི་མ་རེད་ད་དངོས་གནས་བྱས་ན། བན་ཟེར་ན་མི། མ་ཎི་བྲང་ནི་ལྷ་ཡུལ་དང་མི་ཡུལ་དང། ཨེ་ནས་ལྷ་མ་ཡིན་དང་འདི་ཚོ་སངས་མ་ཐམས་ཅད་ལ་སྐྱེ་བ་མི་ལེན་ཤོག་ངན་སོང་གསུམ་ད་ག་བ་ག་བ། ཨེ་ནས་བདེ་འགྲོ་ལྷ་མིའི་སྒོམ་སྤང་ལ་ཨེ་སྐྱེ་བ་མི་ལེན་ཤོག་ཟེར་ནས་སྨོན་ལམ་རྒྱག་གི་ཡོད་རེད། དེ་ཡིན་དུས་གང་ལ་མ་ནི་འདོན་པའི་གནས་སྐབས་སུ་བདེ་འགྲོ་ལྷ་མིའི་ལུས་ལ་སྐྱེ་བར་ཤོག་ཟེར་ན་དེ་ནི། དེ་ནི་ཁ་དང་ཞལ་གྱིས་མ་མཚུངས་པ་རེད་ད་འདོན་པ་བསྐྱུར་ཡས་ཁོ་དང་དོན་དག་དེ་མ་མཚུངས་པ་དེ་ཡིན་དུས་དགོངས་པ་ཡག་པོ་བཞེས་དགོས་རེད། ཡང་ཁ་ཤས་མིའི་ལུང་པར་སྐྱེ་བ་ལེན་དགོས་བསམ་འདོད་ན་འདོན་ན་འགྲིག་གི་འོས་ཀྱི་ར་ད་རང་དབང་ཡིན་དུས་གང་ལ། རང་དབང་ཡིན་དུས་གང་ལ། གང་ཟག་དེ་གར། སྐྱེ་བོ་རབ་འབྲིང་ཐ་གསུམ་སྲིད་ཀྱི་དུ། མ་ནི་བགྲང་གིན་བགྲང་གིན་སྐྱེ་བོ་ཐ་མལ་གྱི་བློ་དེ་ལེན་ན་འགྲིག་གི་ཡོད་ཕྱིར་བ་སྐྱེ་བོ་ཐ་མལ་བློ་དེ་དག་བདེ་འགྲོ་ལྷ་མིའི་ལུང་ལ་སྐྱེ་བ་ཕྱི་མ་ངན་སོང་ལ་མི་འགྲོ་བར་བྱེད་ནི་དེ་ཆོས་སྒྲུབ་གི་ཡོད་རེད་བ། ད་དེ་འདྲའི་གི་ཀུན་སློང་བྱས་ནས་མ་ནི་བགྲང་ན་ཕལ་ཆེར་ཐེག་པ་ཆེན་པོ་མ་རེད་ཐེག་པ་ཆེན་པོ་བགྲང་ན་འགྲིག་གི་ཡོད་མ་རེད་དེ་ནི་མ་ནི་བགྲང་ན་ཕན་ཡོན་ཅི་ལྟང་མེད་པ་ཙམ་གྱིས་ཕན་ཡོན་མེད་པ་ཡོང་གི་མ་རེད་བ། དེའི་འདུལ་བ་ནི་ཟེར་ཡས་དེ་དེ་རེད། དཔེ་བཙལ་ཏེ་དཔེ་བསལ་ཏེ་དང། དཔེ་དེ་སྔོ་སྐྱ་རེད་མདོག་ལྔ་སྐྱ་ཡི་གེ་མདོག་རིག་གིས་བྲིས་པ་ཡིན་ན་ཡི་གེ་མདོག་སྔོ་སྐྱ་ཆེ་སྔོ་སྐྱ་ཞེས་བྲིས་ཀྱི་རེད། དཔེ་བསལ་ཏེ་བྱོལ་སོང་དུད་འགྲོ་གི་དེ་ནི་གླེང་ཞིང་ལྐུགས་པ་མི་ཡི་གེ་བཀོལ་སྤྱོད་དབང་གཙང་ནི་མིན་གྱི་དུད་འགྲོ་གི་སྡུག་བསྔལ་དུད་འགྲོ་གི་སྡུག་བསྔལ་དུད་འགྲོ་གི་དུད་འགྲོའི་སྡུག་བསྔལ་ལ་དེ་ནི་སྐྱེ་བ་མི་གླེང་ཤོག་ཟེར་ནས་ཀྱི་ཨེ་ནི་མ་ནི་ཨོ་མ་ནི་དཔེ་མེད་པའི་བགྲང་གི་ཡོད་རེད་དཔེ་བསལ་ཏེ། མེ་ཟེར་ཡས་དེ་མེ་ཟེར་ཡས་དེ། ཨེ་ནས་མེ་དམར་པོ་རེད། མེ་དེ་ཡི་གེ་དམར་པོ་རེད་དེ། ཡི་དྭགས་བཀྲེས་སྐོམ་གྱི་སྡུག་བསྔལ་ལ། ཡུལ་ལ་དེ་ནི་སྐྱེ་བ་ཙམ་ཡང་མི་ལེན་ཤོག་དེ་ཚོ་ཐམས་ཅད་ཡི་དྭགས་ཀྱི་ལུས་ལ་སྡུག་བསྔལ་ཚང་མ་ཐམས་ཅད་གྲོལ་བར་ཤོག་ཟེར་ནས་ཨེ་ནས་སྤྱན་གཟིགས་ཀྱིས་ད། སྐུ་གསུང་ཐུགས་ཡོན་ཏན་དྲན་ནས་དེ་ཡི་གེ་བྱིན་རླབས་ཀྱིས་ཨེ་ནས། སེམས་ཅན་དེ་འདྲ་རང་དང་འགྲོ་བ་རིགས་དྲུག་སེམས་ཅན་ཚང་མ་ཐམས་ཅད་ཨེ་ནས་དེ་འདྲས་ཀྱི་ཡི་དྭགས་ཀྱི་སྡུག་བསྔལ་སྡུག་བསྔལ་ཡོད་ལ་མི་སྐྱེ་བའི་ཤོག་བསམ་ནས་དེ་ནི་མ་ནི་འདོན་དགོས་རེད་མ་ནི་འདོན་དགོས་རེད། ད་ནང་བཞིན་ཧུང་དེ་སྔོ་ནག་རེད་ཧུང་ཡི་གེ་སྔོ་ནག་རེད་ཧུང་ཡི་གེ་སྔོ་ནག་ཟེར་ན་དམྱལ་བ་མཐིང་ནག་གི་མདོག་རེད། དམྱལ་བ་མཐིང་ནག་ཟེར་གི་མི་འདུག་ཨོ་ཡི་གེ་ཁོ་རང་སྔོ་ནག་རེད། ཁྱེད་རྣམ་པ་སྐབས་སྐབས་བོད་ཡིག། བོད་མ་ནི་ཡིག་དྲུག་འབྲུ་དྲུག་བྲིས་ཤར་བའི་ཡི་གེ་དེ་འདྲ་དེང་སང་བཙོང་གི་འདུག་བ་བོད་བལ་ཡུལ་དེ་བ་ལ་ཨེ་ནས། མགོ་ལ་གར་ཡས་ལ་སོགས་པ་གཡས་གཡོན་ལ་སྤྱན་དང་གཅིག་གོས་ཅན་བཟོས་བཞག་ལ་དེ་ཚོས་གཞི་དེ་ཏག་ཏག་གོ་རེ་ད་ཚོས་གཞི་ཕལ་ཆེར་ནོར་ཡོད་ཀྱི་མ་རེད་འོ་དེའི་ཨོམ་དཀར་པོ། ཨེནྜཱི་མ་ལྗང་གུ། ནི་སེར་པོ། པད་སྔོ་སྐྱ། མེ་དམར་པོ་ཧཱུྃ་སྔོ་ནག་དེ་གཞི་ཏག་ཏག་འདི་གོ་དེ་ཧཱུྃ་དེ་ག་རེ་ཟེར་ན་དམྱལ་བ་ཚ་གྲང་གི་སྡུག་བསྔལ་ལ་མྱང་འདས་པའི་སེམས་ཅན་དེ་ཚོ་ཐམས་ཅད་སྡུག་བསྔལ་སྐྱེ་སྒོ་བཅད་ནས་དེ་ཚོ་ཐམས་ཅད་མི་སྐྱེ་བར་ཤོག་ཟེར་ནས་ད་དཔེར་ན་བགྲང་དགོས་རེད་ད་དེ་འདྲའི་ཞིག་ནས་ཨོ་མ་ནི་དཔེ་མེད་བགྲང་ཟེར་ཡས་དེ་ད་ད་ད་ཞུས་ཡས་དེ་དེ་ཡི་གེ་འབྲུ་དྲུག་པོ་དེ་ཡི་གེ་འབྲུ་དྲུག་པོ་དེ་འགྲོ་བ་རིགས་དྲུག་དང་འབྲེལ་བས་སྤྱིར་འགྲོ་བ་རིགས་དྲུག་རེད་ལྷག་པར་དུ་ཕར་ཕྱིན་དྲུག་རེད་དཔེར་ན་དཔེར་ན་ང་རང་ཚོའི་རྒྱུད་ལ། ཨ་ནི། སེར་སྣ་ཡོད་རེད། ཨ་ནི། སེར་སྣའི་གི་གཉེན་པོ་སྦྱིན་པ་གཏང་དགོས་ཀྱི་ཡོད་རེད། འཆལ། འཆལ་བའི་སྤྱོད་པ་ཡོད་རེད་འཆལ་བའི་སྤྱོད་པ་གཉེན་པོ་ལ་ཨ་ནི། རང་ཁྲིམས་སྲུང་དགོས་ཀྱི་ཡོད་རེད། ཨ་ནི། ཨ་ནི་ཁོང་ཁྲོ་ཡོད་རེད་ཁོང་ཁྲོ། ཁོང་ཁྲོའི་གི་གཉེན་པོ་ལ་བཟོད་པ་སྒོམ་དགོས་ཀྱི་ཡོད་རེད། ཨ་ནི། ལེ་ལོ་ཡོད་རེད་ལེ་ལོའི་གཉེན་པོ་ལ་བརྩོན་འགྲུས་རྩོམ་དགོས་ཀྱི་ཡོད་རེད། རྣམ་གཡེང་ཡོད་རེད་རྣམ་གཡེང་གཉེན་པོ་ལ་བསམ་གཏན་སྒོམ་དགོས་ཀྱི་ཡོད་རེད། ཨེ་ནི། ཨེ་ནི། འཆལ་བའི་ཤེས་རབ་ཡོད་རེ་དོན་རྫོགས་དོན་རྫོགས་ཀྱི་བསྙེན་པ་ལ་ཡང་དག་པའི་ལྟ་བ་རྒྱུད་ལ་སྐྱེ་དགོས་ཡོད་རེ་བ་དེ་གསང་འདུས་གང་ལ་ཨོ་ཨོ་མ་ནི་པད་མའི་འོད་དྲངས་ན་ཡི་གེ་དྲུག་དྲངས་བ་ལ་བརྟེན་ནས་ཨེ་ནི། ཨེ་ནི། ཕ་རོལ་ཏུ་ཕྱིན་པ་དྲུག་གིས་ཨེ་ནི། དེ་ནི་བཟློག་ཆོག། སེར་སྣ་ལ་སོགས་པ་དོན་རྫོགས་ཚང་མ་ཐམས་ཅད་བཟློག་ནས་དུས་ཀྱི་གཉེན་པོར་ཡང་ཡི་གེ་དྲུག་དེ་དྲངས་ན། འགྲིག་གི་ཡོད་ཡི་གེ་ཟེར་གི་ད་འབྲུ་དྲུག་དེ་དྲངས་ནས་ཡོད་ད་དེ་འདྲ་གི་དཔེ་མི་ཟ་མང་པོ་བརྗེ་རེས་ཡོད་ཧ་ལས་མང་པོ་བརྗེ་རེས་ཡོད་དེ་ད་མང་པོ་ཞུས་མ་དགའ་བོ་བྱེད། དོན་དག་ངོ་མ་དེ། ཨོམ་མ་ནི་དཔེ་མེད་ཧུང་ཟེར་གི། ཨོམ་ཟེར་ད་ད་གི་ཞུས་ཟིན་པ་ཡིན་པ། ཨོན་མ་ནི་ཟེར་དེ་ཐབས་རེད། ཐབས་དེ་བྱང་ཆུབ་ཀྱི་སེམས་རེད། ཨེ་ནས་མ་ནི་ཐབས་དེ་ནི་བྱང་ཆུབ་ཀྱི་སེམས་བྱམས་པ་དང། སྙིང་རྗེ་དང། ཨེ་བྱང་ཆུབ་ཀྱི་སེམས་དེ་གི། ད་དེ་ག་རེ་རེད་ཟེར་ན་སྤྱོད་རན་ཟེར་གི། ག་རང་ཟེར། སྐྱོན་གྱིས་མ་གོས་སྐུ་མདོག་དཀར་རྫོགས་སངས་རྒྱས་ཀྱི་ཐུགས་རྗེ་སྤྱན་གྱིས་འགྲོ་ལ་གཟིགས་ཟེར། དེ་སྔོན་ནས་དྲངས་ནས་སྤྱན་རས་གཟིགས་ཀྱི་ཕྱག་ཐབས་ག་རེ་རེད་སྤྱན་རས་གཟིགས་ཕྱག་བཞི་པ་དེ་ཕྱག་གཉིས་ཀྱི་ནོར་བུ་ཅིག་གཟིགས་འདི་ཡོད་རེད་ཕྱག་གཉིས་དེ་དཀྱིལ་ལ། ཐུགས་མོ་གནང་བྱས་ཕྱག་ལ་འདི་འདྲ་སུ་གནང་དཀྱིལ་དེ་ནོར་བུ་ཅིག་གཟིགས། ཕྱག་གཡས་དེ་གཡས་གཡས་ལ་དེ་ནས་འཕྲེང་བ་གཟིགས་གཡོན་ལ་པད་མ་གཟིགས་འདི་ཡོད་རེད་ཧོ་ད་དེ་རྗེས་དེ་དྲན་པ་དེ་གས་ཨེ་ན་སྐུ་བསྐུལ་བའི་སྔགས་ཨོང་མ་ནི་པད་མའི་ཧོ་ཟེར་ཨོང་མ་ནི་ཟེར་བའི་གནས་སྐབས་སུ་ལ་ཐག་ཆག་སྙིང་གི་དཀྱིལ་ལ་གནམ་སྡེ་བའི་ནོར་བུ་དེ་མཚོན་དགོས་རེད། ནོར་བུ་དེ་ག་རེ་མཚོན་ཞེས་ཟེར་ན། མཚོན་ཞེས་ཟེར་ན། ཨེ་ནས་ཐབས། བྱང་ཆུབ་ཀྱི་བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་དེ་གྱི་གསུམ་དེ་མཚོན་གྱི་ཡོད་རེད། པད་མ་ཟེར་ཏེ་པད་མ་ཟེར་ན་པད་མ་འདམ་གྱིས་མ་གོས་པ་ཟེར་དགོས་ད་པད་མ་འདམ་གྱི་ནང་ལ་སྐྱེས་ན་ཡང་འདམ་གྱི་སྐྱོན་གྱིས་མ་གོས་བར་པད་མ་ཁོ་རང་པད། ཨེ་ནས་སྐྱེས་གི་འདུག་བའོ་དེ་ཤེས་རབ་རེད་དེ་ཤེས་རབ་ཡིན། ད་མ་ནི་པདྨ་ཟེར་ན་ཐབས་དང་ཤེས་རབ་གཉིས་ཟུང་དུ་འཇུག་པའི་དོན་དག་རེད། འོ། ཐབས་དང་ཤེས་རབ་གཉིས་དང་ང་རང་ཚོའི་གི། སྟོང་པ་ཉིད་ཀྱི་སྙིང་རྗེ་དང་སྟོང་ཉིད་དང་སྙིང་རྗེ་གཉིས་ཟུང་དུ་འཇུག་དགོས་རེད་གསུང་གི་སྐབས་བཀའ་སློབ་མང་པོ་བཀའ་ཆོས་མང་པོ་གསན་གི་འདུག་ཨ་ཨོ་དེ་དོན་དག་ངོ་མ་ད་དེའི་ནང་འདུས་དེ་ཡོད་རེད། ད་དེ་ག་རེད་ཟེར་ན། དཔེར་ན་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་མང་པོ་གསན་ཡོད་རེད། ཨེ་ནི་ཤེས་ཀྱི་ཡོད་རེད་ད་དེ་མ་ནི་རེད་ད་དེ་ནོར་བུ་རང་རེད་ནོར་བུ་ངོ་མ་དེ་དེ་རེད་ད། ནོར་བུ་མི་མ་རེད། ནོར་བུ་རྒྱུ་ནོར་མ་རེད་ནོར་བུ་ས་ཆ་མ་རེད་ནོར་བུ་གཟེངས་རྟགས་མ་རེད་ནོར་བུ་ཐོབ་གོ་ས་མ་རེད། ནོར་བུ་དངོས་མ་དེ་བྱང་ཆུབ་ཀྱི་སེམས་དེ་རེད། རང་བས་གཞན་གཅེས་པར་འཛིན་པས་ད་བྱང་ཆུབ་ཀྱི་སེམས་སྒོམ་ཡས་ཀྱི་ད་བློ་སྟོབས་ཀྱི་སྐྱེས་གནང་གི་ཡོད་གི་རེད་ད་དེ་ནོར་བུ་དངོས་མ་རེད། ག་རེ་རེད་ཟེར་ན་དཔེར་ན་བྱང་ཆུབ་ཀྱི་སེམས་ཡོད་ན་གཞན་གྱི་ཁོང་ཁྲོ་ཆེ་ན་སོ་སོ་ལ། ཅིག་ཁ་སྡུག་ཅག་འདྲ་བོ་མིག་ལོག་འདྲ་བོ་སྡུག་ཅག་ག་རེ་བྱས་པས་ཡིན་ན་ཕ་སྙིང་རྗེ་སྐྱེ་ཐུབ་ཀྱི་རེད། ཚུར་ཁོ་དེས་ང་ལ་འདི་འདྲ་བྱས་ཡིན་ན་དཔེ་སྡུག་ཅག་རེད་བསམ་ཐུབ་གི་བསམ་གི་མ་རེད་སྙིང་རྗེ་ད་ཁོ་དང་ང་གཉིས་ཅག་སྔོན་བསགས་ཀྱི་ལས་ཀྱི་དེ་ལ་གཉིས་ཅག་ལ་འཕྲད་མཁན་འགན་འགྲེལ་དེ་བས་ཀྱི་ཨེ་ལས་ཅིག་འདུག་ཨ་ད་དེ་ཁོས་ཀྱི་ཁོས་ཀྱི། ལས་བསགས་པ་ཁོ་གཅིག་པོས་བསགས་བ་མ་རེད་ང་རང་གཅིག་པོས་བསགས་བ་མ་རེད་རྟེན་འབྲེལ་རེད་ད་འདི་ང་རང་ཚོས་ཀྱི་ང་རང་གིས་བཟོད་སྒོམ་བྱས་པ་བྱེད་ཐུབ་ཡིན་ན་ད་ནོར་བུ་ངོ་མ་འདི་རེད་འདུག། ནོར་བུ་ངོ་མ་འདི་རེད་འདུག་བསམ་ནས་ནོར་བུ་དེ་ད་སྒོམ་ན་ད་ནོར་བུ་དངོས་གནས་རེད་ད་ནོར་བུ་དེ་གཅིག། གཅིག། ཅེས་སེམས་ནང་ལ་བཅུག། དེ་འདྲ་གི་དེའི་ནོར་བུ་དེ་ཚོ་ད་ནོར་ཡས་ཀྱི་ནོར་བུ་དེ་ད། དེ་ནོར་མི་ཚང་མ་ནོར་བཅུག་མཁན་གྱི་ནོར་བུ་དེ། རྒྱུ་ནོར་རེད་དེ་བ་རེད། མི་ཚང་མ་ཨེ་ནས་བས་དེ་ཁོ་རང་བློ་སྟོབས་བསྐྱེད་ཨེ་ནས་ཡ། མི་དམ་པ་སོགས་འགྱུར་བ་མང་ཡག་པོ་ཐེབས་ཡོད་དེ་ད་བྱང་ཆུབ་ཀྱི་སེམས་དེ་རེད་ཨོ་དེང་སོང་ཙང་ང་ཚོས། ཕྱག་ན་པད་མོ་ཟེར་གྱི་མི་འདུག་ཡ་ང་ཚོ་སྐུ་མདུན་ལ་ཕྱག་ན་པད་མོ་ཟེར་རེད། ཕྱག་ལ་པད་མ་བསྣམས་དེ་ཡོང་རེད་ཕྱག་ལ་པད་མ་བསྣམས་དེ་མི་ཚོས་ཡིན་ན་ནུ་མེ་ཏོག་རེ་སྤྲད་ནས་མི་ཚོས་དགའ་འགྲོ་གི་མི་འདུག་ཡ། ཕྱི་རྒྱལ་དེ་ཚོ་ཡིན་ན་ག་དེ་ཡིན་ན་མེ་ཏོག་རེ་ཞིག་སྤྲད་ཀྱི་འདུག་ཨ་མེ་ཏོག་རེ་སྤྲད་ན་ང་ཚོ་ཁ་བཏགས་སྤྲད་བ་དེ་ཁོ་ཚོ་དེ་དགའ་ཆེ་གི་རེད། དེའི་ནང་ལས་རྒྱ་སེ་མེ་ཏོག་དེ་དགའ་ཆེ་གི་རེད། ད་མེ་ཏོག་དེ་ང་ཚོའི་བོད་ནང་པ་ཡིན་ན་པད་མེ་ཏོག་པད་མ་སྤྲད་དགོས་ཀྱི་རེད་མེ་ཏོག་པད་མ་ད་དེ་སྙིང་སྟབས་སྙིང་རྗེ་རེད། ད་དེ་བྱམས་པ་རེད། ད་དེ་བྱང་ཆུབ་ཀྱི་སེམས་རེད། ད་ང་ཚོ་ཙོག་ཙོག་གི་སྡེ་ནས་མ་ཎི་བགྲང། མ་ཎི་བགྲང་གི་ཡོད་བ་དེ་གི་སེམས་ཅན་ཐམས་ཅད་ལ་ད་སྙིང་རྗེ་སྒོམ་དགོས་ཀྱི་ཡོད་རེད། སེམས་ཅན་ཐམས་ཅད་ལ་བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་དགོངས་ནས་དེ་ནི་འོག་མ་ནས་པད་མའི་འོད་ཟེར་ནི་དེ་ནི་སྐུ་གསུང་ཡོན་ཏན་ཕྲིན་ལས་དང། ཕྲིན་ལས། ཨེ་ནས་དེ་ཚོ་ཚང་མ་ཐམས་ཅད་བསྐུལ་ནས། ཨེ་རང་གི་རྒྱུད་ལ། དེ་ཆུད་མ་ཆུད་དུ་མ་སོང་དེ་ཁོ་བོའི་ཡོང་གི་རེད། དེ་ནི་མིག་ནི་ཕྱི་མ་ཐོན་གི་རེད་ངེས་འབྱུང་གི་སྤུ་སྐྱེ་གི་རེད། ཨེ་ནས་གར་སེམས། ངེས་འབྱུང་གི་སྤུ་དེ་གར་སེ་གི་རེད། ངེས་འབྱུང་གི་སྤུ་དེ་ག་འདྲས་སྐྱེ་ཡོད་ན། ངེས་འབྱུང་གི་དེ་ནི་གར་སེ་གི་རེད་བ་སྤུ་དེ་ཚོ་ལྡང་གི་རེད། ཨེ་ནི་དངོས་གནས་དྲངས་ནས། ཆོས་ཀྱི་ངེས་པ་དེ་རྙེད་ཀྱི་རེད་མ་ནི་དེ་ཚོ་དྲངས་དེ་ནས་སོ་སོ་གི་རྩ་བའི་བླ་མ་དེ་བསྒོམ། སྤྱན་རས་གཟིགས་ཀྱི་རྣམ་པ་ལ་ཡག། སོ་སོའི་རྩ་བའི་བླ་མ་དེ། ཨེ་ནི་ཞྭ་མོ་སེར་པོ་ཆོས་དེ་ངན་ལ་སོགས་པ་བན་ཤ་ཆོས་དེ་འདྲ་ཆོས་ནི་ཕན་ཡོན་ཡོད་མ་རེད་ད་ངས་དྲང་པོ་ཞུ་ཡིན། དེ་མ། དེ་མ་དག་པའི་སྣང་བ་མི་དཀྱུས་མའི་སྣང་བ་དེ། ཕ་སྤངས་ནས་སངས་རྒྱས་སྤྱན་རས་གཟིགས་དང་ཨེ་ནི་རྡོ་རྗེ་འཆང་དང་དེ་ཚོའི་རྣམ་པ་ལ་བསྒོམ་དགོས་མ་གཏོགས། ཆོས་བརྒྱུད་སོ་སོ་གི་གཅིག་ཡིན་མདོག་མདོག་བྱས་དེ་ཚོ་གི་བླ་མེད་གི་ཞྭ་མོ་དེ་ཚོ་གོན་དེང་སང་སྐུ་འདྲ་མང་པོ་བཟོ་དེ་ཚོ་ཚང་མ་ཐམས་ཅད་ད་བླ་མེད་གི་བླ་མེད་གི་སྐུ་དེ་མཇལ་ནས་དགའ་བ་སྤྲད་ཡས་ཀྱི་མེ་ལྕེ་བའི་ཕྱི་དུ་འཕེན་ཡོད་དངོས་གནས་བྱས་ན་དེ་འདྲ་དེ་འདྲ་སྒོམ་ཉན་མ་རེད་ཟིག་འདུག་ག་བླ་མ་ཐ་མ་པའི་གནང་བ་རྩ་བ་ཉིད་ནས་སྒོམ་ཉན་མ་རེད་བླ་མ་ག་ཟེ་གཅིག་དབུ་རྒྱ་ཞྭ་རྩོམ་ཡོང་མཁན་ལ་སོགས་པ་དབུ་ཀླད་ག་ཡོང་མཁན་ལ་སོགས་པ་དེ་ཚོ་ཡིན་དེ་ཚོ་སྒོམ་ཉན་མ་རེད་ཟིག་འདུག་ཐང་གའི་ནང་དེ་འདྲ་ཞི་བ་བྲིས་ཀྱི་འདུག་བ་དེང་སང་དག་འདོད་བྱས་དངོས་གནས་བྱས་ན། ང་ཚོའི་ཚོགས་ཞིང་དང་འདི་ཚོ་ཚང་མ་ཐམས་ཅད། ཨེ་ནས། སྐུ་མདུན་ནོར་བུ་ལུགས་དང་བྲིས་དགོས་ཀྱི་འདུག་མ་གཏོགས་པ་ལ། ཨེ་ནས། ཁྲོམ་ཚོགས་དེ། ཁྲོམ་ཚོགས་ལྟ་བུ་བྲིས་དེའི་ནང་ལ་བླ་མ་ཐམས་ཅད་ཀྱི་ཞལ་རས་དང། སྐུ་གཟུགས་ཀྱི་བབ་དང་དེ་ཚོ་བྲིས་ཡས་ཏེ། དེང་སང་ད་འཇིག་རྟེན། ཨེ་ནས་ཕྱག་དཔེ་གི། ཁར་སོ། ཞེན་ཆགས་སྐྱེ་ཡས་ཀྱི་ཡུལ་འདྲ་ཆགས་བསྡད་ན་ཨེ་ནི་དེ་འགྲིག་གི་ཡོད་ས་མ་རེད་དེ་ཡིན་དུས་ག་ལ་ང་ཚོ་གསང་སྔགས་རྡོ་རྗེ་གསང་སྔགས་རྡོ་རྗེ་ཐེག་པའི་ཉམས་ལེན་དེ་ཚོ་མ་དག་པའི་སྣང་བ་དེ་དག་པའི་སྣང་བ་ལ་སྒོམ་དགོས་ཡོད་འདུག་གཞུང་སོང་ཙང་བླ་མ་དེ་ཡིན་གཅིག་མིན་གཅིག་སངས་རྒྱས་ཀྱི་རྣམ་པར་སྒོམ་དགོས་རེད། ངོ་བོ་སོ་སོའི་རྣམ་པ་བླ་མ་ཡིན་པ་ལ་རྣམ་པ་དེ་སངས་རྒྱས་རང་མ་སྒོམ་ན་ཨེ་ནི་ང་གསང་སྔགས་ཀྱི་ཉམས་ལེན་དེ་གོ་ཆོག་གི་ཡོད་མ་རེད། དེ་ཡིན་དུས་སྤྱན་རས་གཟིགས་བསྒོམ་གནས་སྐབས་སུ་སྤྱན་རས་གཟིགས་ཕྱག་བྱེད་པ། ཡང་ན་སྤྱན་རས་གཟིགས་ཁ་སར་པད་ནི་ལ་སོགས་པ། ཨེ་ནི་ཕྱག་སྟོང་སྤྱན་སྟོང་ལ་དེ་འདྲ་བསྒོམ་དགོས་ར་མ་གཏོགས་པ། སྤྱན་རས་གཟིགས་སང་དེང་སང་ང་རང་ཚོ་བོད་པ་ཚང་མ་སྐུ་མདུན་སྐུ་པར་དག་འདུག་ཞེ་བོ་བྱེད་ཀྱི་འདུག་ཨ། ད་ཡག་པོ་ཞེ་བོ་རེད་དེ་ཡིན་ན་དེ། དམར་ཤོག་ནང་བཞིན་ཕྱག་གཡས་ཀྱི་ཉེན་ཁ་ཡོད་ར་ད། མའོ་ཙེ་ཏུང་གི་པར་ཆེན་པོ་ཞེ་བོ་བསྒྲིགས་དེ་དེ། དེ་ང་ཚོ་བོད་པ་ཡིན་ན་དེ་ངན་པའི་པར་དེ་ཚོ་ད་བྱུང་ནས་ཞེ་དྲག་འགྲོ་གི་ཡོད་མ་རེད། བླ་མ་རྣམ་པ་དེ་སངས་རྒྱས་ཀྱི་རྣམ་པ་བསྒོམ་དགོས་ངོ་བོ་སོ་སོའི་བླ་མ་དག་ཀུན་ཏུ་ཡེ་ཤེས་ནོར་བུ་ཀུ་ཤ་རློན་པ་ཟེར་བ་དེ་དང་བླ་མ་སུ་ཡིན་ན་དུ་ཚོད་ཀྱི་བཀའ་དྲིན་དང་ཡོན་ཏན་དུ་ཚོད་དྲན། རྣམ་པ་དེ་ཡིན་གཅིག་མིན་གཅིག་སྤྱན་རས་གཟིགས་ཨེ་ནས་ཕྱག་བཞི་པ་ཨེ་ནས་ཡང་ན་ཕྱག་སྟོང་སྤྱན་སྟོང་དེ་བསྒོམ་དགོས་མ་གཏོགས་སྤྱན་རས་གཟིགས་ཀུན་ཏུ་ཡེ་ཤེས་ནོར་བུ་ཨུ་ཤ་སེར་བོ་ཆོས་སྡེ་མཁན་ལ་སོགས་པ་ཨེ་ནས་པན་ཤ་ཆོས་སྡེ་བ་ལ་སོགས་པ་ཨེ་ནས་དེ་འདྲ་དགོས་ན་དེ་ནི་རྩ་བ་ནས་ཕན་གྱི་ཡོད་མ་གཏགས་ད་དེ་ངས། ང་ངས་བལྟས་ཚེ། དོ་ནན་པོ་བྱས་ནས་ཞུ་གི་ཡོད་ང་ཚོའི་བླ་མའི་ཆོས་ལུགས་ཕྱག་གཡས་དེ་དེ་འདྲ་ཆགས་འགྲོ་གི་འདུག་སོ་སོའི་རྩ་བའི་བླ་མ་ཐིག་གི་བླ་སྐུ་རྩིག་པོ་ཞི་བ་ཞིག་བཟོས་སངས་རྒྱས་ཀྱི་རྩ་བ་ཉིད་ནས་ཐག་ཟུར་དེ་བར་བཞག་དེ་འདྲ་བྱས་ཀྱི་ང་ཚོའི་བླ་མའི་ཆོས་ལུགས་དར་ཡས་དེ། བླ་མེད་ཀྱི་རྣམ་པ་དེ་སངས་རྒྱས་ལ་མ་བསྟན་པ་ཆེད་བླ་མ་ཁོ་རེ་གི་ངོ་བོ་བསྟན། ཨེ་ནས། སངས་རྒྱས་ཀོ། ཅེས་སྒྲོག་མཁན་འདྲ་ཞིག་ཟིན་འདྲ་ཞེས་ཉེན་ཁ་བསྡུ་བ་དེ་རྗེས་ཐག་དེ་མིན་ཟིན་ཏེ་ང་ཚོ་ཐིགས་པ་དམན་པ་དེ་ཚོ་ང་ཚོ་ནང་པ་ང་ཚོ་བོད་བོད་བརྒྱུད་ནང་བསྟན་ལ་ནང་པ་ཁས་ལེན་གི་མ་རེད་གང་ཡིན་ཟེར་ན་ཁོ་ཚོ་བླ་མའི་ཆོས་ལ་ལབ་གི་རེད་གང་ཡིན་ཟེར་ང་ཚོ་བླ་སྐུ་དེ་གལ་ཆེན་པོ་ཞིག་ཞེས་དཀྲིགས། ཨེ་ནས་ད་སྤྱི་བཏང་གལ་ཆེན་པོ་རེད་ཧ་ཙི་ང་ཚོ་མཁན་སློབ་ཆོས་གསུམ་རྗེ་ཡབ་སྲས་གསུམ་རྒྱལ་བ་གོང་མ་རྣམ་ལྔ་བཀའ་བརྒྱུད་ད་གོང་མ་རྣམ་ལྔ་ད་དེ་ཚོ་ཚང་མ་ག་དྲིན་ཆེན་པོ་རེད་རྣམ་པ་དེ་ཡིན་གཅིག་མིན་གཅིག་སངས་རྒྱས་མ་བསྒོམས་ན་དེ་ནི། ད། སྐྱོན་མང་པོ་ཆགས་ཀྱི་ཡོད་པ་ངས་མཐོང་གི་འདུག། ཕྱོགས་རིས་མང་པོ་ཆགས་པའི་སྐྱོན་དག་རང་ཆགས་འགྲོ་གི་འདུག། མདོག་དང་ཞྭ་མོའི་མདོག་དང་ཞྭ་སེར་བསྟན་པ་ཡིན་ཟིན་ལ་སོགས་པ་དེ་འདྲ་ཟེར་འདུག་གི་འདུག་ཨ། དེ་འདྲ་མ་རེད་བ་ང་ཚོ། ང་ཚོ་བུ་རམ་ཤིང་པའི་བསྟན་པ་རེད་མ་གཏོགས་བ་ལ་མཉམ་མེད་ཀྱི་ནི་མཉམ་མེད་དེ་ནི་འཕགས་པ་སྟོན་རྣམ་འདྲེན་ཞི་བ་ཤཱཀྱ་ཐུབ་དཔལ་གྱི་བསྟན་པ་རེད་མ་གཏོགས་བ་ལ། ཞྭ་སེར་བསྟན་པ་དང་ཞྭ་ཁྲའི་བསྟན་པ་དང་དེ་འདྲ་ཟེར་ཡས་དེ་ལྟ་ང་ཚོས་དཔེ་དེ། ཧི་མ་ལ་ཡའི་རྒྱབ་རིའི་རྒྱབ་ལོགས་ལ་ང་ཚོ་མ་གཏོགས་མེད་རེད་བསམ་ཡས་ཀྱི་བསམ་མནོ་བཏང་དེ་ཀྱི་སྐད་ཆ་རེད་དེ་ཚོ་ཀྱི་སྐད་ཆ་ཚིག་དེ་ཚོ་ད་བསྒྱུར་དགོས་ཀྱི་འདུག་དེ་མ་བསྒྱུར་ན་ང་ཚོ་ཕྱོགས་རིས་དང་ཆགས་སྡང་ཚང་མ་དེའི་ཆོས་ལུགས་ཀྱི་ཕྱོགས་རིས་དེ་ཚོ་ཚང་མ་ཐམས་ཅད་བླ་མའི་ཆོས་ལུགས་དར་ནས། བླ་མ། ངོ་བོ་བླ་མ་སོ་སོའི་བླ་མ་དང་རྩ་བ་དང་བརྒྱུད་པ་ཡིན་པ་ལ་རྣམ་པ་ཡིན་གཅིག་མིན་གཅིག་སྤྱན་རས་གཟིགས་མ་བསྒོམས་ན། ཨེ་ནི་ཨེ་ནི་ནོར་འགྲོ་གི་ཡོད་རེད་ད། ཏན་ཏན་ནོར་འགྲོ་གི་ཡོད་རེད། དེ་ཡིན་དུས་ག་ལ། དམར་ཤོག་གི་ལྟ་བ་དེ་ཁྱེར་མ་ཡོང་བ་བྱས། ཨེ་ནས། དེང་སང་དམར་ཤོག་གི་ལྟ་དེང་སང་ག་རེ་བྱེད་གི་འདུག་བོད་ལ། ཁོ་རང་ཚོའི་དཔེ་དེ་རྒྱ་ནག་གུང་ཁྲན་ཏང་གི་དེ་ནི་སྲིད་འཛིན་ད་བཞི་རེ་ལྔ་རེ་བྱུང་རེ་བ་མའོ་ཙེ་ཏུང་ནས་བཟུང་བའི་དུས་མཚུངས་ཀྱི་པར་དེ་བསྒྲིགས་བཅུག་གི་མི་འདུག་ཨ། ད་དུས་མཚུངས་དངོས་གནས་དྲ་ནས་ད། དུས་མཚུངས་ཀྱི་པར་བསྒྲིགས་ནས། ཨེ་ནས། སྙིང་རླུང་ལངས་ཡས་ཆེ་མ་གཏོགས་ཕན་གྱི་མི་འདུག་ཨ། དེ་ཡིན་དུས་ག་ལ། དཔེར་ན་ཆོས་ལུགས་སོ་སོ་གི་བླ་མའི་སྐུ་པར་བསྒྲིགས་ན། མི་ཚང་ཨ་དེ་ཆོས་ལུགས་དེ་རེད་བ་དེ་ཞིག་དེ་ཟེར་དུས་གི་དོ། སངས་རྒྱས་ཀྱི་སྐུ་བསྒྲིགས་བཞག་ན་མི་ཚང་མ་ལ་ཐེ་ཚོམ་ཡོད་མ་རེད་སོམ་ཉི་ཡོད་མ་རེད། དེ་ལ་ཆོས་བརྒྱུད་ག་རེ་རེད་དྲི་དགོས་མ་རེད། དེ་ཡིན་དུས་ང་ཚོ་ཇོ་བོ་སྐྱོན་གྱིས་མ་གོ་སྐུ་མདོག་དཀར་རྫོགས་སངས་རྒྱས་ཀྱི་དབུ་ལ་བརྒྱན་ཐུགས་རྗེ་ཅན་གྱིས་འགྲོ་ལ་ཟེར་སྤྱན་རས་གཟིགས་ལ་ཕྱག་འཚོགས་ཟེར་སྤྱན་རས་གཟིགས་དག་རང་སྒོམ་དགོས་རེད་མ་གཏོགས་པ་ལ། ངོ་བོ་སོ་སོ་རྩ་བའི་བླ་མ་སྐུ་མདུན་ཡེ་ཤེས་ནོར་བུའི་དབུ་བཞུགས་པའི་བླ་མ་ཚང་མ་ཐམས་ཅད་ཡིན་དང་ཡིན། དེ་ཡི་གེ་བརྒྱུད་པའི་བླ་མ་ཡིན་དང་ཡིན། རྣམ་པ་དེ་ཡིན་ཅིག་མིན་ཅིག་དེ་སྤྱན་རས་གཟིགས་བསྒོམ་དགོས། དེ་བསྒོམ་བའི་ཆེད་དུ་ང་ཚོ་རྗེས་གནང་ཞུ་གི་འདུག་དབང་ཞུ་གི་ཡོད། དབང་མ་ཐོབ་ནས་དེ་དེ་ཞུ་གི་ཡོད་མ་གཏོགས་པར། བླ་མ་སོ་སོ་གའི་དབང་གནང་ངོ་ངས་ཁེ་གེ་ཡོད་མ་རེད། དེ་འདྲ་བཟོ་གི་འདུག་པར་རིགས་གཅིག་ལ་བཟོ་གི་འདུག་སོ་སོ་བླ་མ་སོ་སོ་གའི་ཡང་ཅིག་བླ་བརྒྱུད་གའི་སོ་དེ་འདྲ་བཟོས་དེ་སོང་ན་བླ་མའི་ཆོས་ལུགས་སུ་ཆགས་པ་རེད། དེ་ཡིན་དུས་གསང་སྔགས་རྡོ་རྗེ་ཐེག་པ་དེ་གསང་སྔགས་རྡོ་རྗེ་ཐེག་པའི་གི་དོན་དག་དེ་བརླག་འགྲོ་གི་ཡོད་རེད་དེ་ཡིན་དུས་ད་ནི་ངས་ཞུ་ཡོད་དེ། སྐུ་བསྐུལ་བའི་སྔགས་ཟེར་ནས་ཇོ་རྒྱན་གྱི་མ་གོ་སྐུ་མདོག་དཀར་ཟེར་དེ་སྤྱན་རས་གཟིགས་ཀྱི་སྐུ་གསུང་སྐུ་སྐུ་དཀར་བོ་ཕྱག་བཞི་བོ། ཕྱག་རྩ་བའི་ཕྱག་གཉིས་པོ་དེ་ནོར་བུ་གཟིངས་ལྡན་མཁན། ཕྱག་གཡས་པ་དང་གྱེན་དག་དེའི་ནང་ལ་ཕྲེང་བ་དཀར་བོ་གཟིངས་ལྡན་མཁན་ཕྱག་གཡོན་པ་དང་པོ་ལ་ནོར་བུ་ནོར་བུ་པད་མ་གཟིངས་ལྡན་མཁན་དེ་བསྒོམ་དགོས་རེད་མ་གཏོགས་པ་ལ་དབུ་ཞྭ་འདྲ་མི་འདྲ་ཆོས་ལྡན་མཁན་ལ་སོགས་པ་དེ་འདྲ་དེ་འདྲ་བསྒོམ་ཟིན་ཁ་ཡ་བྲིས་ཡོད་མ་རེད་ཐང་ག་ནང་ལ་བྲིས་ཀྱི་འདུག་བ་དག་འདོད་བྱེད་ནས

ཕྱོགས་རིས་ཤ་དང་ཆགས་ནས་གལ། དུམ་བུ་ཐོན་ནས་ནོར་འདེགས་འདུ། ནང་པ་ཐམས་ཅད་གཅིག་གྱུར་གྱི་བསྟན་པ་གཅིག་གྱུར་གྱི་བསམ་བློ་བཏང་བ་ལས། ང་ཚོ་དངོས་གནས་དྲང་ཉེ་སངས་རྒྱས་བཅོམ་ལྡན་འདས་ཀྱི། ཨེ་ནས་ཡི་དམ་མང་པོ་ཡོད་རེད་དེ། དེའི་སྟེང་ལ་བླ་མའི་ཆོས་ལུགས་འདྲ་མང་པོ་དར་དགོས་ཡས་མི་འདུག་བ། དེ་ཡིན་དུས་ཀ་ལོ་ཨོམ་མ་ནི་ཟེར་ན་མ་ནི་ཟེར་ཡས་དང་ནོར་བུ་ཟེར་གི་ད། སྤྱན་རས་གཟིགས་ཕྱག་གཉིས་ཀྱི་གཟུངས་བདེ་བའི་གི་ནོར་བུ་དེ་ལ་མ་ནི་ཟེར་གི་རེད། པདྨའི་ཟེར་ནས་ཕྱག་གཡོན་པ་ལ་ཕྱག་གཡོན་པ་ལ། ཨེ་ཤེས་རབ་ཀྱི་མཚོན་བྱེད་མེ་ཏོག་དཀར་པོ་བཟིན་དེ་འདུག་བ། ཨོ་དེ་མཚོན་གྱི་ཡོད་རེད། ཨོ་དེ་ནས་ད། ཕྱག་གཡས་པ། ཕྱག་གཡས་པ་དེ་ལ་ཕྲེང་བ་དཀར་པོ་གཟེངས་དེ་ཡོད་རེད་ཕྲེང་བ་དེ། ཕྲེང་བ་དེ་ག་རེ་རེད་ཟེར་ན་ཕྱག་སེམས་ཅན་གཅིག་ཀྱང་མ་ལུས་པ་རེ་རེ་བཞིན་འདུག་གི། དེ་ཚོ་ཚང་མ་ཐམས་ཅད་དམྱལ་བ་རིགས་འགྲོ་བ་རིགས་དྲུག་གི་སྡུག་བསྔལ་ཐམས་ཅད་ལ་སྐྱེ་སྒོ་གཅོད་ཐུབ་པའི་གི་དེ་ནི་ཐུགས་སྨོན་ལམ་རྒྱག་གི་ཡོད་རེད་ཕྱག་གི་ཕྲེང་བ་གཟེངས་དེ་གི་སེམས་ཅན་གཅིག་ཀྱང་མ་ལུས་པ་ཨེ་ནི་ཉེ་རིང་ཆགས་སྡང་མེད་པར་སེམས་ཅན་ཐམས་ཅད་བརྩེ་བ་བྱས་ནས་ཨེ་ནི་དུ་ཚོགས་ཐམས་ཅད་ལ་རང་གི་བུ་གཅིག་པ་ནང་བཞིན་གྱི། མ་གཅིག་པའི་གི་བུ་ནང་བཞིན་གྱི་བརྩེ་བ་བྱས་ནས་ཨེ་ནི་སེམས་ཅན་ཐམས་ཅད་ལ་བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་བསྒོམས་ནས་ཨེ་ནི་སེམས་ཅན་གྱི་དོན་དག་དེ་འདྲ་གནང་བ་རེད་དེ་འདྲའི་ཆེད་དུ་ལ་ང་ཚོ་གི་ད་ད་འདའོ། མ་ནི་པདྨའི་ཧཱུྃ་ཟེར་གི་མ་ནི་དེ་ཐབས་ཀྱི་ངོ། ཐབས་མཚོན་བྱེད་ཀྱི། དེ་ནི་ཕྱག་གཉིས་ཀྱི་ཨེ་ནི་ཁར་སོགས་ཕྱག་གཉིས་ཀྱི་སྤོས་ལ་ནོར་བུ་བཟིན་འདུག་པ་དེ་པདྨ་བསལ་ཏེ་ད་ལྟ་ཞུ་ཡོད་ཕྱག་གཡོན་ལ་ཨེ་ནི་མེ་ཏོག་མེ་ཏོག་དཀར་པོ་བཟིན་འདུག་དོ་པདྨ་པཱ་ནི་བསལ་ཏེ་ཕྱག་ན་པདྨོ་བསེ་གར་མིང་ང་ཚོའི་བོད་པ་ཕྱག་ན་པདྨོ་བསེ་གར་དོ། ཕྱག་ན་པདྨོ་དེ་ག་འདྲས་བསྒྱུར་བ་ཟེར་ན། པདྨ་པཱ་ནི་ཟེར་དོན་དག་ལ་བསྒྱུར་ན་པདྨ་ཟེར་ན་མེ་ཏོག་རེད། པཱ་ནི་ཟེར་ན་ལག་པ་རེད་ལག་པ་རེད་ལག་པའི་ནང་ལ་ཕྱག་ཕྱག་ན་པདྨོ་བསེ་ཏེ། ཨ་ནི། པདྨ་ཟེར་གི་པདྨ་དེ་ལ་པདྨ་དེ་ལ་གནས་སྒྲ་ཡོད་རེད། བདུན་པ་གནས་སྒྲ་ཡོད་རེད་པདྨ་ཟེར་དེ་བྱས་ནས། ཕྱག་གི་ནང་ལ་ནོར་བུ་ཟིན་དེ་ཕྱག་ན་པད་མོ་ང་ཚོས་ན་ཟེར་ན་དེ། དེ་ནི་སུ་རུ་ར་དུ་ན་ལ་ཏུ་ཟེར་ན་དེ་ཕྱག་ན་དེ་ན་དེ། ཨེ་ནི་གར་ཟེར་གི་གནས་སྒྲ་རེད་གནས་སྒྲ་རེད་གར་ཟེར། ཕྱག་གི་ནང་ལ་བྱས་པ་རེད་ཕྱག་གི་ནང་ལ་པད་མོ་ཡོད་རེད་ཟེར། ཕྱག་གི་ནང་ལ་པད་མོ་ཡོད་རེད། ཕྱག་གི་ནང་ལ་པད་མོ་ཡོད་ཟེར་མ་ནི་དེ་དེ་ཡིན་དུས་གང་ལ། ཕྱག་གི་ནང་ལ་པད་མོ་ཡོད་པ་དེ་སེམས་ཅན་རེ་རེ་བཞིན་དུ་ཟིན་ནས་དུས་མཚུངས་ཀྱི་བདེ་བ་དེ། བདེ་བ་དང་བདེ་བའི་རྒྱུ་དང་སྡུག་བསྔལ་དང་སྡུག་བསྔལ་རྒྱུ་དང་བྲལ་བ་དྲག་པར་གྱུར་ཅིག་བསམ་པའི་གིས་དེ་སེམས་ཅན་ཐམས་ཅད་ལ་བྱམས་པ། བདེ་བ་དང་ལྡན་པར་གྱུར་ཅིག་བསམ་པའི་བྱམས་པ། སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་དང་བྲལ་བ་ཞེས་བྱ་བ་སྙིང་རྗེའོ། ཨེ་ནི་དེ་ཚོ་སྡུག་བསྔལ་དང་བདེ་བ་དེ་ཚོ་ཐམས་ཅད་མཐར་ཐུག་ལ་བརྩིས་ན་རང་རྒྱལ་ནི་གྲུབ་བདེ་བ་རྩ་བ་ནས་མེད་པར་བསམ་པས་དེ་ནི་ཨེ་ནི་མཐར་ཐུག་དེ་ནི་ད་བྱང་ཆུབ་ཀྱི་སེམས་ཟེར་ན་ད་ཤེས་རབ་དེར་བ། ཤེས་རབ་མཐར་ཐུག་དེ་ཡི་དོན་བསྟན་པའི་བྱང་ཆུབ་སེམས་དཔའ་དེ་ཨོ་མ་ནི་པདྨའི། མ་ནི་པདྨའི་སའི་པདྨ་དེ། པདྨ་དེ་ཤེས་རབ་ཀྱི་མཚོན་བྱེད་ཡིན་པ། རྡུལ་གྱི་དཔེར་ན་པདྨའི་འདམ་གྱི་ནང་ལ་སྐྱེས་ན་ཡང་འདམ་གྱི་དྲི་མས་གོས་ཡོད་མ་རེད། སེམས་ཅན་མཉམ་དུ་ལ། བྱང་ཆུབ་ཀྱི་སེམས་དཔའ་དེ་ཚོ་ཕེབས་ཀྱི་ཡོད་རེད་དེ་སེམས་ཅན་གྱི་ཉེ་རིང་ཆགས་སྡང་གི་སྐྱོན་གྱིས་མ་གོས་པ་སེམས་ཅན་གྱི་དོན་གནང་གི་ཡོད་རེད། ཨོ་དེ་ཚོ་ཚང་མ་ཐམས་ཅད་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཚང་མ་ཐམས་ཅད་བསྐུལ་བའི་སྔགས་རེད་འདུག་གམ་མི་འདུག་ད། ད་དེ་སྔགས་ད་རེད་དེ་འདོན་པའི་སྐབས་སུ་ལ་འདོན་མཁན་གང་ཟག་གི་རྒྱུད་ཀྱི་ཨེ་ནི་ཡིད་ཚད་མ་དང་རྣམ་པར་རྟོག་པ་དེ་ཚོ་ལ་བསྟོད་ཚོ་དོན་ཚོ་བྲལ་ནས་ཨེ་ནི་སེམས་རིག་པ་རྩེ་གཅིག་ཏུ་བཟུང་ནས་ད་བཟུང་སྔགས་ཟེར་ན་ད་རིག་པ་དང་མ་བཅས་པ་བཟུང་དགོས་རེད་བ། ཨེ་ནི། རིག་སྔགས་ཟེར་ན་དེས་ཀྱི་རིག་པའི་ནུས་སྟོབས་དེ་སྐྱེད་དགོས་ར་བ། མཚན་སྔགས་ཟེར་ན་དེས་ཀྱི་མཚན་གྱི་མཚན་གྱི་སྔགས་དེ་སྐྱོར་དགོས་ར་བ། ཨོ། དེ་བྱས་ནས་སྐྱོར་བས་ན་དེ་ནི་མ་འདིར་ཡང་ནས་ཆགས་པ་རེད། དེ་ནི་དེ་ནི་དངོས་ནས་དྲང། སྔགས་པ་རེད་དེ་ནི་སྔགས་པ་རེད། དེ་ནི་སྔགས་པ། རྐང་གླིང་བུ་དགོས་མ་རེད། བརྡ་རུས་དཀྲོལ་དགོས་མ་རེད་སྔགས་པ་རེད་ག་ཡེ་ཟེར་ང་ཚོ་སྔགས་དྲང་དེ་ཀྱི་སྔགས་པ་རེད་བ་སྔགས། ཨོ་ཐིག་གི་ཨོ་མ་ནི་པདྨའི་ཏཱ་ཧུང་སྟེ། ཧུང་སྟེ། གར་ཟེར་བ་རེད། སྤྱིར་སངས་རྒྱས་ཐམས་ཅད་ཐུགས་ཀྱི་ས་བོན་རེད། འདིའི་ནང་ལ་ཧུང་ཟེར་ཡོད། ཧུང་སྟེ། ད་ནི་གཟུང་འཛིན་གཉིས་གཟུང་འཛིན་གཉིས་མེད་ཀྱི་ད་གཉིས་མེད་རེད་གཉིས་མེད་ཀྱི་དོན་དག་རེད། ཨོ་ད་དེ་ཨེ་ནས་གར་ཟ། ཨོ་མ་ནི་པདྨའི་ཧུང་ཟེར་གྱི་ད་དོན་དག་དེ་རོབ་རོབ་ཅིག་དེ་དེའི་ཐུལ་བ་བྱེད་ཀྱི་ཡིན།